ང་ཚོ་ལ་བྱུང་ཡོད་མ་རེད་ད་ལྟ་བུ་དུ་ད་རྒྱུ་མཚན་དེ་ག་རེད་ལ་ན་ཨ་ནི་རྒྱ་གར་གྱི་ང་ཚོ་ལ་ཡ་མ་འདྲ་བ་ཅིག་གི་དམིགས་བསལ་ག་རེ་སྤྲད་ཡོད་རེད་ལ་ན་ང་རང་ཚོ་གི་རིག་གཞུང་གཅེས་འཛིན་བྱེད་ཐུབ་བ་བྱེད་བསླབ་གྲྭ་བཙུགས་ཐུབ་བ་བྱེད་སྐྱབས་བཅོལ་གྱི་གཞུང་བཙུགས་ཐུབ་བ་བྱེད་འདི་འཛམ་བུ་གླིང་གི་ནང་ལ་སྐྱབས་བཅོལ་གཞུང་ང་ཚོ་འདྲ་བོ་འདི་རེད་བྱུང་མ་མྱོང་བ་འདྲ་བོ་ཅིག་རེད་ལ་ན་འགྲིག་གི་ཡོད་རེད་ད། དེ་འདྲའི་སྟོན་ཡས་སྐད་མཐོང་ཡས་ཡོད་མ་རེད་སྐྱབས་བཅོལ་འཛམ་བུ་གླིང་ན་སྐྱབས་བཅོལ་བཞུགས་ཡོད་རོགས་ད་དེ་འདྲའི་གི་ད་ལྟ་བུ་དུ་ང་ཚོ་འགྲོ་བོ་སྐྱབས་བཅོལ་བྱུང་ཡོད་མ་རེད་ད་རྒྱ་རྒྱ་གར་གི་འབྲེལ་ལམ་དེ་ང་ཚོ་སྔ་མོ་དཀྱུས་མོ་ཟེར་ཡས་དེ་ཨ་ནི་དང་པོ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལ་ཡ་ཨ་ནི་རྒྱ་ནག་གི་ད་ག་འདྲ་ཨ། ང་རང་ཚོ་ལ་བཙན་གནོན་བྱས་ནས་དེའི་རྗེས་ལ་གཞུང་དོན་གྱི་ཐོག་ནས་འཛམ་གླིང་རྒྱལ་སྤྱི་ལ་ཡར་འགྲོ་ཡ་དང་པོ་དེ་ནི། རྒྱ་གར་གྱི་ཨ་ནི། Jawahlar Nehru། གྱི་སྐབས་ལ། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལ་ཡ་ཨ་ནི། བོད་འདི་རྒྱ་ནག་གི་ཆ་ཤིས་རེད་ཅེས་བྱས་ཨ་ནི། རྒྱ་ནག་གི་ཤེས་པ་གཞི་གསུམ་གྱིས་རྒྱ་གར་གྱི་ཁས་ལེན་རེད། ད་འཛམ་བུ་གླིང་གི་སྡིག་གཞི་ཟུང་ལ་ད་ལྟ་བར་དུ་གནས་བདེ་བ་ཅིག་ཆགས་ཀྱི་རེད། ང་ཚོས་ཀྱིས་འཛམ་བུ་གླིང་གི་ནང་ལ་བོད་དོན་གྱི་གནས་སྟངས་དེ་གླེང་མ་ཐུབ་བའི་རྒྱུ་རྐྱེན་མང་པོ་ཅིག་བལྟས་ནས་ཨ་ནི་ལག་པ་འཆང་ས་མི་འགྱོད་སོང་རེད་ཅིག་བཟོས་ཤེས་རོགས་གང་ཡིན་ཟེར་ན་རྒྱ་ནག་གི་དཀྲོག་གཏམ་སྡིག་ཤུགས་ཆེ་དྲགས་ནས་འཛམ་བུ་གླིང་གི་ནང་ཁྱབ་ཐུབ་ཀྱི་ཡོད་མ་རེད་ཨ་ནི་དཔལ་འབྱོར་ཤུགས་ནུས་པ་བཅས།

ང་ཚོས་ཨ་རིག་གི་ཨ་ནི། ཨ་རིག་གི་སྲིད་ཇུས་དང་ཨ་རིག་གི་འགྲོ་སྟངས་འགྲོ་ལུགས་ཀྱི་ཐོག་ལ་ཡ་ཁྱེད་རང་ཚོ་གང་ཡང་འགྱུར་བ་བཏང་ཐུབ་མ་རེད་ད་ང་རང་ཚོ་གི་ཞེ་ཟུང་འགྲུག་ཡིན་ཞེས་བྱས་གསལ་བོ་ཞུ་གསུངས་ཚར་རེད།

ད་འོ་ཡིན་པ་ཡིན་ན་རེད། མང་པོ་གཅིག་གིས་ད་དྲི་བ་འདི་ལེགས་ཡོད། ད་རྒྱ་རྒྱ་ག་ག་བྱེད་ཡས་རེད་ད། བོད་དོན་གྱི་ཐོག་ལ། ད་ཨ་རིས་འདི་འདྲ་བྱེད་འདུག། བྱས་ཙང་མང་པོ་གཅིག་གིས་ད། རྒྱ་ག་གཞུང་ལ་ཡང་གནོད་ཤུགས་ཅིག་སླེ་ཡས་ཅིག་འགོ་བཙུགས་འདུག་བ། ད་རྒྱ་ག་ཡིན་ན་གས་ཅིག་བྱེད་ཡས་ཀི། ད་ལྟའི་གི། རྒྱ་ག་གི་གྲོས་ཚོགས་གི་ནང་ལ་ཏན་ཏན་འདིའི་གི་ཐོག་ལ་སྐད་ཆ་གླེང་མོལ་ཤུགས་ཆེན་པོ་ཅིག་སླེ་ཡི་རེད་འདི་རྒྱལ་ཁ་ཆེན་པོ་ཅིག་རེད། ད་ལྟའི་གི་གནས་སྟངས་འདི་ལ་ཡ་ཨ་ནི་ང་རང་ཚོ་གི་གནས་སྟངས་འདི་འཛམ་བུ་གླིང་ལ་ད་ད་ལྟ་མགོ་ད་མ་སོང་ན་ཆད་ཚར་ད་ད་འདི་མཐར་ཕྱིན་མ་ཕྱིན་འདི་ང་རང་ཚོ་གི་བོད་པའི་གི་བརྒྱ་ཆ་བདུན་ཅུ་ང་ཚོ་ལག་པ་ཡོད་ད་འདི་ག་རེ་ཡོད་རེད་ལ་ན་ང་ཚོའི་གི་ཕྱི་གི་གནས་ཚུལ་ག་རེ་ཡོད་ན་འདི་དཔེ་རྐྱང་བྱེད་དགོས་རེད་ང་རང་ཚོ་བོད་པ་དཀྱུས་མ་གཅིག་ཡིན་ཧ་གོ་དགོས་རེད་ང་ཚོ་ཆབ་སྲིད་གི་ཐོག་ལ། དོན་སྣང་སྐྱོ་དྲགས་ནས་འཛམ་བུ་གླིང་གི་ནང་ལ་སྙོབ་ཐུབ་ཀྱི་ཡོད་མ་རེད་ཨ་ནི་ང་ཚོ་བོད་དོན་འཐབ་རྩོད་གང་ལ་ལས་ཀྱི་ཡོད་རེད་དེ་ལས་རྒྱུ་འབྲས་ཀྱི་ཐོག་ནས་ང་ཚོ། ལས་རྒྱུ་འབྲས་ཀྱི་ཐོག་ནས་ཏག་ཏག་བསྡད་ཀྱི་ཡོད་མ་རེད་རྣམ་པ་ཚོ་ཡིན་ཅི་མིན་ཅི་ཐུགས་ལ་བཞག་རོགས་གྱིས་ང་རང་ཚོ་གི་ཕྱིའི་རྒྱལ་ཁབ་ཀྱི་གནས་སྟངས་གནས་ཚུལ་གང་འདྲ་ཅིག་སྤེལ་གྱི་ཡོད་པ་ཡིན་ན་དེའི་གི་ཐོག་ལ་ཡིན་ཅི་མིན་ཅི་ཨ་ནི་རྣམ་པ་ཚོ་གི་བརྒྱུད་སྤེལ་གནང་རོགས་གནང་ཞུ་ཡ་ཡིན་རོགས་འཛམ་བུ་གླིང་གི་རྒྱལ་སྤྱིའི་གི་གསར་ཁང་འདིར་གི་གནས་སྟངས་ཚང་མ་ཡིན་ཅི་མིན་ཅི་གནང་དགོས་ཀྱི་ཡོད་རེད།

ད་ལས་ཤཱས། ང་ཚོའི་གི་ཨ་ནི། ཨ། ས་མཚམས་འདི། ཨ་ནི་རྒྱ་དང་རྒྱ་གར་གཉིས་མ་རེད། རྒྱ་དང་བོད་གཉིས་རེད། ད་འདི་སྒང་ལ་གནས་སྟངས་འདི་སྒང་ལ་ད་རྫ་དྲ་ཆགས་ཀྱི་ཡོད་རེད་ཅེས་བྱས་གནས་ཚུལ་བཟང་པོ་ཞུ་དེ་འདྲ་གླེགས་ཡོད་དུ་རུ། ཡིན་ནས་ད་ང་ཚོ་བོད་པ་ནང་ཁུལ་ལ་ཡ། ངས་མ་ནི། ད། ཆུང་ཙག་ཅིག་ལ་ཡང་ལྟ་བ་མ་ཐུལ་ནི་ང་ཚོ་གཅིག་སྒྲིལ་ཐུབ་ཀྱི་ཡོད་མ་རེད། གནས་སྟངས་འདི་ལ་ལྟ་ནས་དཀའ་ངལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ང་ཚོས་འདིའི་ནང་ལ་རོགས་རང་བཙན་དང་དབུ་མ་སྲིད་བྱས་བྱས་ད་ད་འདས་ཀྱི་གནས་སྟངས་འདི་ལ་ཡང་ང་རང་ཚོ་གིས་དངོས་གནས་ཁོ་ར་ད་ཨ་རིག་གི་གཞུང་གི་ཁྲིམས་ཆགས་ཚར་ད་ང་ཚོས་འདི་ནང་ལ་གནས་སྟངས་གཙོ་བོ་གཅིག་དེ་རྒྱ་བོ་རིན་པོ་ཆེ་གིས་ཨ་ནི་ཡང་སྲིད་ཀྱི་ཐོག་ལ་ཐེ་བྱུས་བྱེད་ཆོག་གི་མེད་བ་གཅིག། གཉིས་བ་དེ་ང་ཚོས་ཀྱིས་ཨ་ནི་བོད་པ་དེ་རྒྱ་ནག་གི་ཆ་ཤས་མེན་པ་དེ་གཉིས་གནད་འགག་གལ་ཆེན་པོ་བཞི་བོ་གཉིས་ད་འདི་རེད། དེ་ནས་ང་རང་ཚོ་གི self determination རེད་བ། ད་འདི་ཡིན་གྱི་མིན་གྱི་ང་ཚོ་འདི་མཁྱེན་དགོས་དེ་གལ་ཆེན་པོ་ཞེས་འདི་གསུམ་དེ་གནད་འགག་བཞི་བོ་ཆགས་སྐོར་ད་རང་སྐྱོང་སྐྱོང་ཞེས་རེད་བ། ང་འདི་ག་རེ་ལ་དགོས་རེད་ལབ་ན་ང་ཚོའི་གི་རིག་གཞུང་ང་རང་ཚོ་རང་བདག་པོ་རྒྱ་ཆེ་བས་ང་རང་ཚོ་གི་རྒྱ་ནག་ལ་ཡ་ད། ནན་སི་པེ་ལོ་སི་གྱིས་དང་པོ་ཐའེ་ཝན་ལ་གཅིག། འཛམ་བུ་གླིང་གི་ནང་གཤེགས་ཀྱི་ཕྱིར་རོ། འཛམ་བུ་གླིང་ཚང་མ་པད་ཁོ་རང་མིག་ཆུན་པོ་དང་ནི་ལྟ་ཡས་ཅིག་བཟོས་ཡོད་རེད། ད་ད་རིང་འདི་ལ་དེ་ལས་ཆེས་ཅིག་གནད་འགག་ཅིག་ང་ཚོ་བོད་རྒྱ་ཐོག་ལ་ཆགས་ཏེ་ཡོད་རེད་ད་རིང་འདི་ལ་རྡ་རམ་ས་ལ་བས་ཏེ་འཛམ་བུ་གླིང་གི་ནང་ད་ལྟའི་གི་གནས་སྟངས་ཚང་མ་འདི་འགྲོ་སྡོད་ཡོད་རེད། ད་ང་རང་ཚོའི་ངོས་ནས་ག་རེ་བྱེད་དགོས་རེད། News ཚང་མ་བརྒྱུད་པས་གནང་རྐྱང་བྱེད་དགོས། འཛམ་བུ་གླིང་ལ་ཤུགས་ཆེ་རུ་ཁྱབ་བཅུག་གོ། འདི་ཚང་མ་དོན་སྣང་སྤྲད་དགོས་གོ། ད་ད་ལྟ News གི་ནང་ལ་ཆ་ཚང་བལྟ་བ་ཡིན་ན། ང་རང་ཚོ་གི་རྒྱ་ནག་གི་བཙན་བཟུང་ག་འདྲས་བྱེད་ཡི་མེད། མ་བིན་ག་འདྲས་བཤད་ཡི་མེད་འདི་གས་དེ་ཕྱོགས་བསྡུས་དེ་སྟོན་འདེགས་དོ་ག་སྟོན་ན་འདི་གལ་ཆེན་པོ་ཞུ་ཅི་བྱ་དགོས་རེད། ང་ཚོའི་བོད་པའི་གི་གཤིས་ཀ་ནང་ལ་ཆབ་སྲིད་གི་ཐོག་ལ་ཁྱོད་རིང། མགོ་མ་འཚོས་བ་བྱས་ཨ་ནི་རང་ལང་ཆང་ལ་བྱིན་ནས་ང་རང་ཚོ་གི་འཛམ་བུ་གླིང་གི་ནང་ལ་གནས་སྟངས་སླེབས་མ་ཐུབ་བའི་གི་རྒྱུ་མཚན་འདི་བྱ་ཡི་རོ་འདིའི་རྣམ་པ་ཚོ་ཚང་མ་གི་ཨ་ནི་ཐུགས་གཟབ་ཡིན་གཟབ་གནང་རོགས་གནང་ཞུ་ཡ་ཡིན་རོ་ཚང་མ་ལ་ཚེ་རིང་ལོ་བརྒྱ་ཞུ་ཡ་ཡིན།